དེ་ངའི་བཀའ་ཡག་དེ་བརྒྱད་འདུག་ཨ་དེ་ནས་ཁོ་ཚོས་སྒྲ་འཛུགས་ཡོང་གི་འདུག་སྒྲ་དེ་གི་མིང་ལ་ཚེ་རིང་སྐལ་ཆེན་ཟེར་གི་འདུག་དབྱིན་ཇི་གི་ཐོག་ལ TSERINGKUNGA རེད་ཤག་དེ་འདྲའི་དབྱིན་ཇི་གི་མིང་གཅིག་འདུག་གོ་གསར་པ་ཅི་རེད་ད་ངོ་སོ་ནོ་སྒྲ་མང་པོ་ཡོད་རེད་ཟེར་ཡ་དེ་ལྟ་ངོས་ཟིག་ག་དོན་ཡོད་འདུག་ཡིན་ན་གལ་ཆེ་གི་མ་རེད་ངས་དེ་མིའི་ཐོས་ནས་ཁ་ཚོང་གི་དེ་མིའི་ཐོས་ནས་ཞུ་གི་ཡིན་རྣམ་པ་ལོ་རྒན་པ་དང།

ཡག་པོ་གཅིག་བྱེད་མ་ཐུབ་ན་ད་ག་ཡོང་ས་རེད་ད་ངས་རྩོམ་དེ་འདི་སྔོན་ལ་ཅིག་ཞུ་བའི་ཡིན། བ་དན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྙིང་ག་པད་མ་བརྟུལ་ཞུགས་ལ་བཀའ་དྲིན་ཆེན་པོ་དགོངས་ནས་རྗེས་བཟུང་དེ་སྐུ་གསུང་ཐུགས་ཀྱི་དངོས་གྲུབ་བསྩལ་དུ་གསོལ།

ཨོ་སྤེན་པ་རེད་ཁྱེད་རང་རྒྱ་གར་ལ་ཟ། ཉི་མ་ལྟ་དེ་འདྲས་ཀྱི་ཁྱེད་འདི་དེ་ཚ་མ། ཡིན་གྱི་མེད་ཉིན་འདི་སེམས་འགུག་འདུག་ད་སྔོ་སོག་བོད་སྤྱི་བ་དོན་དག་ལ་བསམ་མནོ་ཡོད། རྒྱལ་བ་བསྟན་འཛིན་རྒྱ་མཚོ་གི་མི་ལོ། དྲུག་ཅུ་རེ་སོང་དཀའ་ངལ་རྒྱལ་ཞབས་མི་དུས། ག་འདྲའི་ག་འདྲའི་ཆོས་བཟོས་མཁྱེན་ཞབས་ག་འདྲའི་ག་འདྲའི་གཞུང་ཞབས་དེ། ཀྱི་ཤི་ན་མ་གཏོགས་ལོ་རྒན་མགོ་དེ་འདྲའི་མང་པོ་ཀྱི་གཞིས་ཆགས་ཁག་རེད། ད་སོ་སོ་ལྟོ་གོས་འགྲིག་ཙང་ཀྱི་གི་ག་ས་གར་ཕན་དུ་མི་ཐུག་གི་དོ་སྣང་ཞེ་དྲག་བྱུང་ཡོང་ས་མ་རེད་ད་རེ་འདི། ཡིན་གྱི་མེད་གཉིས་སེམས་དགུ་རེད་དེ་ནི་ངོ་སོ་གནས་ཚུལ། ཞོ་འདྲ་ཡོག་པོ་དང་ཁྲ་འདྲ་ག་འདྲས་ཀྱིས་དཀྲུགས་ཤག་ཨ་ནི་རྩ་བ་དེ་ཧ་གོ་ཡོང་དགོས་རེད་དེ་རྣམ་པ་ལྷན་ཅིག་ཡག་པོ་སེམས་རོགས་ཞེས་ཞུ་ཡ་ཡིན་འདི་ཡིན། ད་ཁ་བཙོང་གི་བླུན་ཕྲུག་དེ་འདྲས་ཡིན་ད། ཨ་ཐ་སོགས་ཀྱིས ྋགོང་ས་མཆོག་ལ་བརྩི་བཀུར་ཡོད་ཚོར་གྱིས་བཅོས་མིན་གྱི་རྣམ་པ་བསྟན་ནས་བོད་གཞུང་གི་སྒྲིག་འཛུགས་ནུས་མེད་བཟོ་རྒྱུ་དེ་རེད། དེ་ལྟར་ཨ་ཐ་སོགས་ཀྱི་གིས་བྱ་སྤྱོད་ཇི་ཡིན་ཐེར་འདོན་ར་སྤྲོད་བྱས་ཡོད། དང་པོ། ཨ་ཐ་སོགས་ཀྱི་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག།

དེ་རྗེས་ཁོ་བས་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ། སྟོན་པའི་གི། ཏང་ཤེ་འོད་སྡེར་གནང། གོང་ས་མཆོག་གིས་མཛད་པ་ལ། ལོག་མཐོང། གི། སྐྱོན་བརྗོད་མང་པོ་ཞུས་ཡོད་པ་དེ་ནི། ཁ། གཞན་མི་མཚུངས་པ་ཡིན་པ་དང། ལག་ལེན་གྱི་ཐད་ནས་བཤད་ན། སྔོན་ཆད་གོང་ས་མཆོག་ལ་མཛད་དཀར། ལན་མང

གོང་ས་མཆོག་ལ་དགོངས་སེལ་དགོངས་སེལ་རེད་ཟེར། ཞུས་པ། ཞང་གཟིགས་ཀྱིས་དགོངས་དག་གྱིས་ཨུ་ཡོན་བཙལ་ཡོད་ཀྱང་དྲན་ལན་ལོང་རྒྱག་གྱིས་བསྐུར་དུ་གོང་ས་མཆོག་དང་བོད་གཞུང་ལ་སྐྱོ་སྨྱོ་འཛུགས་ཀྱི་འོད་སྡེར་པར་ལེན་བྱས་པ་དང་རྗེས་སུ་སྒྲིག་འཛུགས་ཀྱི་མིང་ཐོག་ནས། མེད་དོ་ནས། མེད་དོ་ནས་ཆ་རྒྱ་ཆ་རྒྱ་ལྡན་པའི་གི་ང་འདྲེན་པར་ཞི་མི་སུ་ཡོད་པ་དེ་ནི་ཁ་དན་ཚིག་ལ་མི་གནས་པའི་གི་རང་མདོག་གསལ་བར་བསྟན་པ་ཀུན་གྱི་མཐོང་བ་དེ་ཡིན། ལྷག་པར། གོང་ས་ཁྱོད་བློས་གཏོང་ཐུབ་མེད་ལ་བརྟེན། རྒྱ་ནག་པོའི་དང་གྲོས་མཐུན་མ་བཞག་ཐབས་མེད་བྱུང་ཞེས་བཤད་པ་ནི་དོན་དུ་གོང་ས་ཁྱོད་བློས་བཏང་ནས་གང་གི་བཀའ་དགོངས་དང་རྩ་འགལ་བྱས་ཏེ་ཀྱི་རྒྱ་ནག་པོ་དཔང་དུ་བླངས་པའི་ཀྱི་དངུལ་གཡོག་གི་སྐུམ་བཅུག་གི་མཐོང་གསལ་ཡོད། དེ་བཞིན་དུ་བློས་བཏང་མི་ཐུབ་ཀྱི་ཧམ་པ་རི་གཙང་ཞེས་པ་དེ་ངོ་མ། ཚ་འམ། ངོ་ཚ་འམ། གོང་ས་མཆོག་བློས་གཏོང་མི་ཐུབ་པ་དང་བརྩི་བཀུར་དངོས་འབྲེལ་ཡོད་ན། དགོང་དྲུག་གི་རྣམ་པ་གཞུང་འཁྲལ་འགྱོད་བཤགས་ཀྱིས་གྲོས་མཐུན་ཕྱིར་འཐེན་བྱ་དགོས་པ་ཡིན་ཡང་དེ་ལྟར་བྱས་མེད་པ་རེད། གཉིས་པ། བོད་རྒྱ། བཙན་འཕྲོག་བྱས་པ་ལ་བརྟེན་ནས་ཀྱི ྋགོང་ས་མཆོག་བོད་ཀྱི་ཆོས་སྲིད་གཉིས་གཉེན་ལྡན་གྱི་དབུ་ཁྲིད་ཡིན་པ་རྒྱ་མི་དམར་ནག་དམར་ནག་གི་ཁས་ལེན་དགོས་རྒྱུ་གི་གང་གང་ནས་ཆེ་བ་ལྟར་འབད་བརྩོན་བྱས་ལུགས་ཟེར་བ་དང། ལྷག་པར་ཁྱོད་ཚོའི་བར་བཞག་སྤེལ་གྱི་གྲོས་མཐུན་ནང་རང་དབང་དམངས་ཚོགས་རྒྱ་ནག་གི་སྤྱི་རྒྱུད་བྱུང་སྐབས་བོད་ལ་རང་སྐྱོང་ལམ་ལུགས་ལག་བསྟར་དང ྋགོང་ས་མཆོག་ཆུ་ཚོད་གཉིས་ལྡན་གྱི་དབུ་ཁྲིད་ཡིན་པར་ངོས་འཛིན་རྒྱ་སྐྱོར་བྱ་རྒྱུ་ཟེར་བ་བྱ་རྒྱུ་ཟེར་བཀོད་པ་དེ་ནི ྋགོང་ས་མཆོག་ལ་བརྩི་བཀུར་ཡོད་མདོག་གིས་ཆོག་ཤེས་བྱེད་ཉེས་འགལ་སྤེལ་གྱི་གསང་རིས་ལྟ་བུ་ལས་དོན་གོ་འགངས་མི་སྤྱོད་པ་ཤེས་དགོས། བཙན་འཕྲོག་བྱེད་མཁན་རྒྱ་མི་དམར་པོ་ཡིན་པ་དང་རྒྱ་དམར་ནག་གཉིས་ནས་ལྟ་བ་དང་ལངས་ཕྱོགས་ཐོག་ནས་འགྲན་ཟླ་དགྲ་འདི་མགར་བ་ཡོད་པ་མཐོང་སའི་ཉིན་པ་རྒྱ་མི་ནག་པོ་ཁྱིས་བླངས་པ་དེ་རྒྱ་མི་དམར་པོ་ཁྱིས་བླངས་པའི་གི་གོ་ག་གོ་ག་ལ་ཁྱོད་དེ་ནས་སྐད་བྲལ་ནས་སྐད་བྲལ་ནས་ཨོ་མར་ཇེ་ཇེར་བྱས་པ་ཞིག་ཡིན་ཞེས་ནི། ྋགོང་ས ྋསྐུ་ཕྲེང་རིམ་བྱོན་བོད་གཞུང་ནས་ངོས་འཛིན་ཞུས་ཏེ་གངས་ལྗོངས་ལྷ་སྡེ་མི་སྡེ་སྤྱི་འགྲན་གྱི་གསེར་ཁྲིར་མངའ་གསོལ་དང་ལུང་ཡིན་ཆབ་སྲིད་ཀྱི་ཐུགས་འགན་བཅས་བཞེས་ཡོང་བའི་གསོལ་འདེབས་ཀྱི་རྩིག་སྟོང་འཁོར་ལོ་རྒྱལ་མཚན་དུ་འབུལ་བཞེས་གནང་བ། དེ་ནས་བཟུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ཀྱི་ཆོས་སྲིད་གཉིས་བརྒྱུད་ཀྱི་བླ་ན་མེད་པའི་དབུ་ཁྲིད་ཀྱི་མཚན་གནས་བསྟན་འཁར་བ་ཡིན་པ་ལས་རྒྱ་དམར་ནག་གཉིས་བརྒྱུད་ཀྱི་ཁས་ལེན་ལ་བཏུལ་དགོས་པ་ཞིག་གཏན་ནས་མེད། གསུམ་པ། ཆོས་ཚུལ་གོང་དུ ྋགོང་ས་མཆོག་གི་དགོངས་བཞེད་ནི། བོད་མི་ཡོངས་ཀྱི་འདོད་དོན་ལ་ཐུགས་བརྩེ་ཆེན་པོ་བཞིན་འཛིན། སྣང་མཐའི་གི་འཚེ་མེད་ཞི་བ་དང་ཕན་ཚུན་གཉིས་ཕན་གྱི་ལངས་དབུ་མ། ཞེས་བཀའ་སྔ་རྗེས་སུ་ཕེབས་ཀྱི་ཡོད་པ་དེ་གསལ་པོ་རེད། བཀའ་དགོངས་དེ་ལ་འཛམ་གླིང་གི་སྐྱེ་བོ་ཕ་ཁྱི་བས་གུས་བཀུར་ཞུ་བཞིན་པའི་ཐོག། ཐོག་ནས། སོགས་བཀོད་པ་ཆོས་ཚུལ་ད་ལྟ་ངོས་འཛིན་བྱེད་པ་དེ་དངོས་འབྲེལ་ཡིན་ན། བཀག་དང་རྒྱ་འགལ་བྱེད་པ་གང་ཡིན་ནམ། དགོན་པ་གང་གི་བཀའ་དགོངས་སྒྲུབ་པའི་གི་གཅིག་ཏུ་གཞོལ་བའི་གི་བཀའ་བློན་ཁྲི་པ་དང་སྤྱི་འཐུས། སྤྱོད་ཚུལ་གཙོ་བོ་སོགས་ལ་ཞེན་མེད་ཀྱིས་སྙོམས་འཛུགས་བྱེད་དགོས་དོན་གང་ཡིན་ནམ། ཆོལ་གསུམ་དམིགས་ཡུལ་ནི་བོད་དོན་བདེན་མཐའ་གསལ་ཐད་བྱེད་ཀྱི་འཐབ་རྩོད་ཉག་ཉགཞན་དུ་བཏང་ནས་དགེ་ཕན་སྒྲུབ་ཐབས་བྱེད་པ་དེ་རེད། དེ་ནི་ཨ་ཐར་ངོ་མས། གཏམ་བཤད་འོད་སྡེར་ནང ྋགོང་ས་མཆོག་གིས་མཆོག་གསུམ་ཆིག་སྒྲིལ་གྱི་སྲིད་ཇུས་དགོངས་པའི་མཐར་ཐུག་བཟུང་མེད་པའི་སྐྱོན་འཛུགས་དང་སྦྲགས། བདེན་ཚོར་རྨི་ལམ་ནང་རིང་ནས་སྙིང་དུ་བརྣག་པའི་འདོད་པའི་དོན་ཡོངས་རྫོགས་བོད་ལྗོངས་རང་དབང་རྩ་མེད་སྤེལ། ཞེས་ཐུགས་སྨོན་མཚོན་ཆེད་ནས་མཆོག་གསུམ་གཅིག་སྒྲིལ་གྱི་རྩ་དོན་དགོངས་པ་སྙིང་པོ་སྙིང་པོ་མཛད་པ། ཟུང་ཟུར་ཟུར་ཟ་དང་སྐྱོན་འཛུགས་ཞུས་པ་དེ་ནི་གསལ་པོ་གསལ་པོ་ཡིན། བཞི་པ། ཆོས་ཚུལ་བྱ་སྤྱོད་ཀྱི་སྤྱན་པས་ཀྱི་གོང་ས་མཆོག་ལ་གཟིགས་ཚུལ་ག་འདྲ་ཡོད། མདང་ཁང་ཆོས་རྗེ་སྒང་དྲུག་གི་དམིགས་བསལ་ཚོགས་ཆེན་ཐོག་བཀའ་སློབ་གསལ་པོ་གནང་ཡོད། རྩ་བའི་ཆོས་བྱ་སྒང་དྲུག་གི་འདས་པའི་གི་ལོ་རྒྱུས་རྣམས་རྒྱུན་ལེན་གྱི་ལས་ཀ་བྱེད་མཁན་དེ་ལྟར་གྲའུ་དཔོན་དང་ཨ་ཐར་དོན་ཡོད་ཁོ་ཚོའི་ལྷ་བསང་མ་དག་པ་རེད་ཅིག་བརྗོད་རྒྱུ་མེད་ཀྱང་ལྷ་བསང་དག་པོ་རེད་ཅིག་བརྗོད་པར་སྔ་ཕྱི་བར་གསུམ་དུ་གི་རྙོག་གྲ་བཟོ་མཁན་ཞིག་ཆགས་ཡོང་གི་འདུག། ད་རེན་གྱི་གནས་ཚུལ་འདི་སྐྱིད་པོ་མ་ཡིན། ཞེས་དང། ཨ་ཐ། ཨ་ཐ། འདྲ་བའི་ཡ་མཚན། བོད་གཞུང་ཞེས་བརྗོད་ཀྱང། བཀའ་བློན་དང་སྤྱི་འཐུས། སྤྱི་འཐུས་ཚོ་རེད། དེ་ནི་ལྡང་སྐུལ་བྱས་ནས་ཡོང་གི་ཡོད། ཡིན་ནའང་དངོས་ཡོད་གནས་ཚུལ་ལ་ག་རེ་བཤད་རུང་མ་བཤད་རུང་ད་ལྟའི་གི་བཙན་བྱོལ་གཞུང་གི་མཐར་ཐུག་གི་འགན་དེ་ང་ལ་འཁྲི་ཡོད། དེ་བརྟེན་བཀའ་བློན་འཕོ་འགྱུར་དང་བརྒྱུད་སྐྱོད་ཡོང་གི་ཡོད་ཀྱང་མཐར་ཐུག་གི་འགན་ངས་འཁྱེར་གྱི་ཡོད་དུས། ངའི་ཡིད་ཆེས་ཞིབ་ཚགས་ཀྱི་མི་དེ་དག་ནང་ཁྱོ་ཁ་ཁྱོ་ག་གསུམ་ཆིག་སྒྲིལ་བྱེད་པ་དེ་ང་ཚོའི་རྩ་བའི་གི་སྲིད་ཇུས་ཡིན་པའི་གི་རྨ་ལམ་མཚོན་ཆེད་ལ་དམིགས་དགོས་པ་གནས་ཚུལ་ཞིག་གནས་ཚུལ་ཞིག་ཡིན་མ་གཏོགས་དེ་ལ་མདོ་དབུགས་གཉིས་ཡོད་པ་ཞིག་རྩ་བ་ཉིད་ནས་མེད། ང་རང་སྒེར་གྱི་ངོས་ནས་ཆ་བཞག་ནའམ་རིང་ནས་གཉེན་དུ་བརྣག་པའི་འདོད་པའི་དོན་ཡོངས་རྫོགས་བོད་ལྗོངས་རང་དབང་རྩ་མེད་སྤར། ཞེས་ཡོངས་རྫོགས་བྱས་པ་དེ་ནི། ནང་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་དང། བོད་མི་རིགས་ཡོངས་སུ་རྫོགས་པ་ཚུད་པའི་ཚིག་གནད་ཆེན་པོ་ཡིན་ཞེས་ངས་སྔོན་མ་ནས་བཤད་ཡོད། ད་ལྟ་ཡང་སྲིད་ཇུས་དེ་ཡི་གེ་ཐེ་སྨོན་ལམ་ཚུན་ཆད་རྒྱག་གི་ཡོད། བཙན་བྱོལ་གཞུང་འདི་ད་ལྟ་ཡིན་ཡང་ཕྱོགས་ཟུང་གཅིག་ཏུ་སྒྲིལ་བའི་ཀྱི་རང་བཞིན་ལྡན་པ་ཞིག་དང། ང་ཚོའི་དམིགས་ཡུལ་ཡང་ཕྱོགས་ཟུང་གཅིག་ཏུ་སྒྲིལ་བའི་ཀྱི་བོད་རང་དབང་གི་ལུང་པ་ཞིག་ཡོང་ཐོབ་པ་བྱ་རྒྱུ་དེ་ཡིན། ངོས་ནས་ང་རང་རྒས་བྱེད་ཀྱི་སྲིད་ཇུས་རང་བཙན་ཡིན་ནའང། རང་སྐྱོང་ཡིན་ནའམ་འདྲ། གང་ལྟར་སྐྱིད་སྡུག་ལེགས་ཉེས་སྐྱིད་ཆུང་ཡང་ང་ཚོའི་ཕྱོགས་ཁག་གསུམ་པོ་འདི་མགོ་དང་མཇིང་པ་དྲ་ཐལ་མེད་པའི་སྐྱེ་རྒྱུ་ཞིག་དགོས་རྒྱུ་དེ་ངའི་རྩ་བ་ཀྱི་དམ་བཅའ་ཡིན། ད་དུང་འདི་ལ་ཡིད་མ་ཆེས་པར་ལྟ་བུ་དང། སྙོན་འཕྲི་བྱེད་དུས་བློ་ཕམ་གྱི་འདུག་དེ་གང་འདྲ་ཡིན་ནམ། ངའི་ཡིད་ཀྱི་ངོས་ནས་ད་ལྟ་བར་དུ་ལྷག་བསམ་རྣམ་དག་བྱས་པ་ཡིན། ད་དུང་ཡང་ཀུན་དགོངས་རྟག་པར་སྤྱོད་པ་དེ་གང་འདྲ་ཡིན་ནམ་སྙམ་པ་དྲན་གྱི་འདུག་སྤྱིར་ཕེབས་པ་འདི་གསོན་དང་རྣམ་དཔྱོད་ལྡན་པ་ཞིག་ཡིན་ན་བཀའ་སློབ་དེ་ལན་གཅིག་ཐུས་པ་དང་དམིགས་ནས་ཁྱོད་མ། དང་ལུས་ཀྱི་བ་སྤུ་བསྒྲགས་ནས་བླ་མ་མཁྱེན། ངས་ཁྱོད་ཚོའི་སྒོ་གསུམ་གྱི་བྱ་བ་བཀུམ། ཁྱོད་ཀྱི་ལག་ཁྲབ་ཀྱི་སྐྱུ་རུ་ར་ཞིག་གཟིགས་འདུག་པས་སྤྱན་རས་གཟིགས་ངོས་མེད་ཡི། གཟུགས་སུ་བྱོན་འབེབས་ཀྱི་ཞབས་འོག་ཏུ་ང་ཚོས་འདི་ཞིག་གཉིས་མེད་ཀྱི་ལས་ངན་བསགས་པ་མཐོ་ལོ་ཤག། ཕྱིན་ཆད་བཀའ་དགོངས་འགར་མེད་ཞུས་ཀྱི་སྙིང་ལ་དམ་བཅའ་བཀོད་དེ་ལམ་ནོར་ལྡོག་ཤེས་བྱེད་ངེས་ཡིན་ཀྱང་ཁྱེད་ཅག་ནི་དེ་ལས་ལྡོག་སྟེ་དམིགས་ལྡན་གཡང་མཆོང་ངང་ཁ་ཕོ་ཆེན་པོ་ཁྱོད་རྣམ་པ་མིག་ལྟ་བུ་དང་ང་ཚོའི་དུད་འགྲོ་ལྟ་བུ་གཅིག་ཅི་ཕྱིར་ཁྱག

མ་ཡིན་པར་དེ་དག་ལག་ཆ་བཟུང་ནས་མདོ་སྟོད་ཆུ་སྒང་རྩ་མེད་བཟོ་ཐབས་ཡིན་པ་ཞེས་པའི་སྐོར། བདེན་བདེ་ཡི་ཤོག་གྲངས་ལྔ་ཅུ་ང་གསུམ་ནས་ཁྱོད་རྣམས་པ་དགོས་དོན་གང་ཡིན་ཟེར་ན་ང་ཚོ་ནོར་འཁྲུལ་ཆེན་པོ་ཡིན་ཚོད་ཀྱིས་ཆུ་སྒང་སྒྲིག་འཛུགས་སྒོ་རྒྱག་རྒྱུ་ཡིན་ཞེས་ཁས་ལེན་ཞུ་དགོས་པ་དེ་རེད། དེ་ནས་ཕན་ཐོགས་མེད་པའི་གི་བསང་ངན། བསང་ངན་གཞོ་ཚུགས་གཞོ་ཚུགས་ཤིན་ཏུ་སྣག་ཚ་ཆེ་བའི་གི་དགོངས་ཚུལ་ཞིག་རེད། ཁྱོད་ཚོ་བསམ་བློ་ནང་ཡིག་ཆ་དེ་ཐོབ་པ་ཡིན་དུས། འཛམ་གླིང་འཛམ་གླིང་ནང་ས་བསྒྲགས་ཐོ་བོ་མཇུག་གནོན་ཤུགས་ཆེ་ཞིག་བྱས་ན་ཆུ་སྒང་སྒྲིག་འཛུགས་རྩ་གཏོར་བཏང། ཁམས་པའི་མི་རིགས་ལ་འཕོ་འགྱུར་མེད་པའི་གི་ནག་ཉེས་ཆེན་པོ་ཞིག་གཡོ་ཐོབ་ངེས་ཡིན་བསམ་པའི་གི་ཡིན་བསམ་ཏེ་དགའ་ན་གི་དགའ་ན་གི་གེ་གེ་ཤིག་ཤིག་གེ་ཤིག་ཤིག་བྱས་ནས་ང་ཚོས་ས་བསྒྲགས་བྱས་ཐད་བསྐྱེད་ཚར་བ་ཡིན། ཡིག་ཆ་དེ་ཡིན་ཞེས་ཚོགས་གཙོ་ཕྱག་ཏུ་ས་བསྒྲགས་བྱེད་རྒྱུ་ཡིག་ཆ

ཞལ་ཤོར། དོགས་ཀྱི། མཁྱེན་ལྡན་རྒུད་པའི་གི། བཀའ་གནང་འཁོར་ཙམ་ཡང། མ་གནང་བ་རེད། ང་ཚོ། ཁྱེད་ཅག་གི། དགོངས་སྐོར་ཞུ། ཡིག་ཆ་ཕྱག་ཏུ་ཕུལ། ཞེས་དང། སྡེ་འདི་ཡི་ཤོག་ངོས། བདུན་གྱི་དོན་གཅིག་དང་བདུན་གྱི་དོན་གཉིས་ལ་གཟིགས། ཁོ་ཚོ་ཏང་གི་ཐོག་མཐའ་དེ་ནས་གཟིགས་དགོས་རེད། ང་ཚོ། སྔོན་མ་ནས་ཞུས་ཟིན་པ་ཞིག་ལ། གྲོས་གཞི་དོན་ཚན་གསུམ་མེད་པ་བཟོ་འོས་ཀྱི་མདའ་མོ་འཕེན་འདོད་མ་ཡིན་པར། ཆུ་སྒང་རྩ་མེད་གཏོང་འོས་ཀྱི་གཞུ་མོ་རྐྱང་འདོད་རེད་ཅིག། རྐྱང་འདོད་ཅིག་རེད་ཅེས་ཞུས་པ་ལྟར། དོན་ཚན་གསུམ་ཆེ་མཐོན་ཞུས་ཆོག་ཀྱང་དགོངས་ཞུ་གནང་དགོས་མེད་བཅས་རང་འདོད་ཁྲི་བཟང་གིས་ངོས་ལེན་གནང་མ་སོང་ཟེར་བ་དེ་ར་སྤྲོད་མེད་ར་སྤྲོད་པ་རེད། འཕྲུལ་དོན་མཐུན་ཡིག་ཆ་དེ་དེ་བཞིན་རྒྱ་དམར་ནག་རྒྱ་དམར་ནག་གི་བཙན་བྱོལ་བོད་མི་ཆབ་སྲིད་ཀྱི་ལངས་ཕྱོགས་ལ་གཏོར་རྒོལ་ཆེད་བེད་སྤྱོད་མི་ཐུབ་པ་ཞིག་བཟོ་དགོས་ཞེས་པ་དེ་བདེན་གཏམ་ཞིག་ཡིན་ནམ། ང་ཚོ་དོན་ཚན་གསུམ་ཕྱིར་འཐེན་ཞུ་ཆོག་ཞུས་པ་དེ་ངོས་ལེན་མི་གནང་བར་ག་རེ་ཡིན་ནམ། ཆུ་སྒང་མེད་པ་བཟོ་བའི་ཐབས་ལམ་འཚོལ་བ་ལས་དྲོད་གཞི་མེད་པ་བཟོ་བའི་ཐབས་ལམ་མེད་པ་མེད་པར་ར་སྤྲོད་ཀྱི་ཡོད་རེད། དངོས་འབྲེལ་སྐྱོན་ཡོད་པ་ཞིག་གཟིགས་རྒྱུ་ཡོད་ན། ང་ཚོ་ཞུས་པ་ལྟར་གྲོས་གཞི་ཕྱིར་འཐེན་བྱས་མེད་པ་བཟོ། དེ་ནས་ཆུ་སྒང་འགན་འཛིན་ལྷན་ཚོགས་འཚོགས་ནས་དེ་ཐོག་ང་ཚོས་ལུགས་མཐུན་གྱི་དགོངས་ཞུ་ཞུ་རྒྱུ་ཅེས་མི་འགྲིག་པ་མེད་པ་ཞེས་ཞུས་ཀྱང། བོད་མི་ཆིག་སྒྲིལ་ལྟ་བའམ་ཆུ་སྒམ་སྒྲིག་འཛུགས་རྩ་གཏོར་མི་མཐུད་བོད་དགེ་གི་གནས་སུ་གྱུར། འགྱུར་ལྡོག་ཀྱི་འགྱུར་ལྡོག་ཀྱི་ཆོས་རྣམ་པའི་ངོས་ལེན་མ་གནང་བ་དེས་ང་ཚོའི་བརྗོད་དོན་ཡོངས་རྫོགས་དངུལ་ར་འཕྲོད་ཀྱི་ཡོད་པ་རེད། ང་ཚོས་སྔོན་དུ་ཞུས་པ་བཞིན་ཙི་ཙི་ལའང་ངན་ཞེས། འདོད་ཁམས་མེས་སྲིད་ཟེར་བའི་དཔེ་ལྟར་ཁྱོད་རྣམ་པས་གནང་གི་ཡོད་པ་དེ་ཧ་ཅང་མཐའ་གཏུགས་ཀྱི་བྱ་བ་རེད། ཅེས་ཟེར་བ་ལ་དང་པོ། ཁྲིམས་འགལ་གྱི་གྲོས་མཐུན་བཞག་པ་དེ་སྙན་སེང་ཞུ་རྗེས་གོང་ས་མཆོག་དང་བཀའ་བཅུ་གཉིས་ཀར་ཚབ་བྱེད་ཀྱི་ནོར་འཁྲུལ་ཡིན་པའི་བརྡ་དོན་གསལ་པོ་དང་འགྲེལ་བཤད་གནང་ཡང་ཁྱོད་ཚོས་ནོར་འཁྲུལ་མེད་པར་ཨུ་ཚུགས་ཀྱིས་འགྲུབ་ཐབས་བྱེད་ཤིག་དེ་ཡང་ཁྱོད་ཚོས་སྐད་ཆའི་སྙིང་པོ་ཤེས་ན་ཁྱེད་རང་ཚོ་བདེ་སྣང་དང། ང་ཚོ་ཆེད་དུ་ཞབས་པད་ཀྱི་དུས་བཞི། དུས་ཆོས་ལ། ཆོས་རྣམ་པའི་སྐྱོན་བརྗོད། ཞེས་པ། ཙམ་ལ། བརྟེན་ནས་ཀྱི་ཁྱད་མཐུན་གྱི། ཡིན་ཞེས། ཡིན། ཡིན། ཡིན། ཞུ། ཤི་འཐད་མེད་པ། དང། ཞུ་དགོས་དོན། གང། གང་ཡང། སྐྱེ་ལ་ཡོད། བསྒ་བཞག་སྟངས་ཀྱི་ཐོག་མཐར། ཤོག་ངོས། ཉིན་བརྒྱ་བདུན་ཅུ་དང། ཉིན་བརྒྱ།

ཨུ་ཚུགས་གནང་བ་བཀོད་པ་ལས་ཁའི་ནོར་འཁྲུལ་ཤོར་བ་དེ་ངོས་ལེན་བྱས་མེད་དེ་ཡི་སྒྲིག་འཛུགས་གཙང་བཟོ་ཆེད་དང་གྲོས་མཐུན་ནུས་མེད་དུ་གཏོང་ཆེད་ཆུ་སྒང་སྒྲིག་འཛུགས་ཀྱི་ལས་གནས་ནས་བཟང་སྤྱོད་ཀྱི་ཐོག་ནས་དགོངས་ཞུ་བརྒྱུད་བོད་ཀྱི་བླང་བྱ་བཏོན་པར་ཡང་དང་ལེན་ཞུས་མེད་གནས་སྟངས་དེ་འདྲ་རྒྱུ་དུས་དོན་གྱི་བདག་པོ་མདོ་སྟོད་རྒྱ་ཆེན་མང་ཚོགས་ཀྱི་དགོངས་ཚུལ་བསྡུ་རྒྱུར་ལི་ལང་གཞན་གང་ཞིག་འདུག་གམ། གསུམ་པ། ཆོས་སྲོལ་ནོར་མེད་པ་དང་དགོངས་པ་ཞུ་དགོས་མེད་སྤྱིའི་ཨུ་ཚུགས་མཐར་སྐྱེལ་བྱེད་པ་ལས། འདི་ཚོ་གནས་ལུགས་བཀའ་སྤྱི་གཉེན་ལ་ཞུ་རིགས་ན་ཡང་མ་ཤོང་མ་ཤོང་བར་ཆུ་སྒང་འགན་འཛིན་ལྷན་ཚོགས་འཚོགས་ནས་དེ་ཐོག་ང་ཚོས་ལུགས་མཐུན་གྱི་དགོངས་ཞུ་ཞུ་རྒྱུ་གཅིག་མི་འགྲིག་པ་མེད་པ་ཞིག་ཞུ། ཞེས་པ་ནས། ཕྱིས་ཀྱི་གསང་སྟངས་དྲན་བསྐྱེད་ཀྱི་རྫུན་སྟངས་རེ་ག་སྟེ་བཀའ་སྤྱི་གཉིས་ནས་མཁྱེན་ལྡན་གྱིས་ཞིག་དགོས། ཞེས་སྒོས་སུ་གསུངས་ཀྱང་དང་ལེན། ཞུས་མིན་ནི་ཧ་ཅང་གསལ་པོ་རེད། ཞེས་པ། བོད་སྤྱི་ཡི་རྩ་དོན་དང་འབྲེལ་བའི་གལ་ཆེ་གི་གནད་དོན་ཐད། མི་ཁ་ཤས་ཤིག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ག་ཁྱད་ཞིག་གི་མིང་ཐོག་ནས་དབང་ཚད་མེད་བཞིན་དུ་ཁྲ་ཕུག་གཉིས་སྣོད་ཀྱི་འཕྲིན་སྐར་གྲོས་མཐུན་བཞག་པ་དེ་དེ་དང་དེ་ཡི་གི་ཤུགས་ཤུགས་རྐྱེན་ངན་པ་ཡོངས་སུ་དགག་ཐབས་དང། བྱེད་པ་ཅན་གྱི་མདོ་ཁམས་བཅུ་བཞི་སྒང་དྲུག་གི་སྒྲིག་འཛུགས་དེ་ཉིད་མི་ཁ་ཤས་ཀྱི་བྱ་སྤྱོད་ལ་བརྟེན་ནས་བཙོག་པ་བཟོ་མི་ཐུབ་པ་ཐོག་མཐོ་དམན་དམིགས་ཡུལ་དང་མཐུན་པར་བརྟན་ཚུགས་དང་དེ་ཡི་གེ་གཟིགས་རྒྱས་ཀྱི་ལོ་རྒྱུས་ལྔ་གཞན། རྒྱུན་ནི་ཡོང་ཆེད་ཁ་ཤས་ཀྱི་འདོད་བློ་མ་བས་ཀྱང་དེ་ལ་ལྟོས་མེད་ཀྱི་དམངས་འཚོའི་ལངས་ཕྱོགས་དང་མཐུན་ཞིང། རྒྱལ་སྤྱིའི་ཁྲིམས་ལུགས་དང་ཡུལ་ཁྲིམས་གཉིས་ཀ་དང་འགལ་འདྲིས་ཕྲ་མོ་ཙམ་ཡང་མེད་པ་ཐོག་ནས་ཀྱི་དོ་བདག་མདོ་སྟོད་རྒྱ་ཆེན་མང་ཚོགས་ལ་ཐད་ཀར་དབང་ཆ་ཡོད་པ་ལྟར་ཕུལ་ཏེ་མཐའ་དཔྱོད་ཞེས་པ་དེ་ལ་མདོ་སྟོད་ཆུ་སྒང། མདོ་སྟོད་ཆུ་སྒང། ཆུ་སྒང། ཁམས་པ་རྩ་མེད་བཟོ་ཚད། བརྗོད་ག་ལ་རུང། དེ་བཞིན་གོང་ས་མཆོག་དང་མགོན་པོ་གང་གིས་དབུ་ཁྲིད་བོད་ཀྱི་བོད་གཞུང་ལ་ལྟོས་མེད་དང་རང་གི་མིང་གཉིས་ཀྱི་ཆེད་དུ་མདོ་སྟོད་ཆུ་སྒང་གི་སྒྲིག་འཛུགས་གཙང་མ་བཟོ་རྒྱུ་གི་བསམ་ཤེས་མི་ཤེས་མཁན་མདོ་སྟོད་རྒྱ་ཅན་མང་ཚོགས་ཀྱི་མངོན་འདོད་ལ་བརྩི་མེད་ཀྱིས་ཕྱོགས་མཚུངས་བུད་མེད་ཕྲ་ཕུགས་གཉིས་ཀར་གྱི་མདུན་ལམ་ཕུང་ལ་སྦྱོར་ཡུལ་གྱི་གྲོས་མཐུན་བཞག་པར་མ་ཟད། དེ་དག་ནོར་འཁྲུལ་ཡིན་པ་ཤེས་བཞིན་དུ་ཁྲིམས་འཛིན་བྱས་པ་བཅས་དེ་དག་ནི་ཆུ་སྒང་སྒྲིག་འཛུགས་སྲུང་སྐྱོབ་ཞེས་པ་ཞིག་མེད་པར་མང་ཚོགས་ཀྱི་འདུམ་ས་ར་སྤྲོད་གསལ་པོ་བྱུང་ཡོད་པ་རེད། འོ་ད་དེ་ག་ངས་བཞག་གི་ཡིན་རིང་དྲག་ན་ཡང་རྣམ་པ་སོང་བ། ཡང་དཀའ་ངལ་འཕྲད་གི་རེད་དེ་ནས་དགོངས་སེལ་ཡིན་ཙང་ལྷོད་ལྷོད་ཞུ་དགོས་རུ་བ། འོ་དེའི་ཐུགས་དེ་ཉིན་བདེ་འདི་ངེས་པར་ཀློག་དགོས་འདུག་ད་ལྟ་ཁོ་སོ་ན་ཚ་ཆེན་པོ་ཅིག་བཏང་འདུག་བྱ་རྣམ་པ་སོ་མཁྱེན་སོང་བ་ད་ད་ལྟ་ན་ཚ་ག་རེ་གཏོང་གི་འདུག་ཁ་སང་ང་བཅས་འདི་གོང་ས་ལ་མི་གཅིག་གིས་ཕོངས། གསུམ་བཤད་སྲོལ་དང་དེ་འབྲེལ་བྱས་ནས་བཀའ་གཏེར་བཤད་དེ་དེ་ཉིད་ཚང་འཇོག་བྱེད་དགོས་ཐོས་སོང། ཡང་རྣམ་པ་ཚོ་ག་རེ་ཡིན་ན་དེ། བསྡུས་མ་སོང་ཙང་དེ་མ་དགོངས་ར་ཞེས་འོ་འགའ་ཏོག་བཞག་འདུག་གི་འདུག་སྤོ་རྒན་གྱིས་ཤོད་ཡ་མེད་པ་ད་ག་རེ་ཟེར། ད་ཁྱོད་ཤོད་ན་ཏག་ཏག་ཡོང་ས་རེད་ཟེར་འོ་དེ་འབྲེལ་གྱི་ཁོ་སོ་ནི་དེ་གནོད་དགོས་ཡ་རྒྱ་གུང་ཁྲན་རེད་མི་སྲིད་དོ་ཤེས་ཀྱི་གནོད་དགོས་ཡ་ཡོད་མ་དེ་ངོ་སོ་བོད་པ་ནང་གི་འགའ་བ་གཅིག་གི་ཐོག་ལ་ཐུག་པ་རེད་དེ་ནང་ཁྲིགས་གཞོངས་པ་བྱུང་ཚར་རེད། མི་ས་འོག་འགྲོ་ཚར་རེད་གཏམ་ས་སྟེང་ལ་ལུས་འདི་མི་དེ་ངོ་སོ་རྒྱ་རི་ལོ་རྒྱུས་རེད་ཡོད་རེད་དེ་བཤད་དགོས་དགོས་རེད་ད་ད་ལྟ་ངོ་སོ་གང་བྱུང་པ་དེ་མ་འོངས་པ་བོད་ཀྱི་རྒྱ་རི་ལོ་རྒྱུས་ནང་ལ་འཁོད་དགོས་ཡ་རྙོག་དྲ་ཐོག་སོ་འཁོད་དགོས་ཡ་ཅིག་རེད་ད་ལྟ་སྐྱབས་མགོན་དོན་གྱི་བདག་པ་སྐུ་སྲི་པ་ཁྲུག་ཁྲུག་ཤུག་དུ་དེ་ཨ་ནི་འདྲ་མི་འདྲ་བཤད་གི་འདུག་ཨ་ད། སྐུ་མཁྲིས་བཅོ་ལྔ་པ་ཡོང་སའི་རྩད་གཅོད་བྱེད་དགོས་ཟེར་གི་དེ་ད་ལྟ་མ་རེད་ད་ཕ་ཆེན་ཟླ་བ་བརྒྱད་དགུ་ལྕགས་ཀྱུ་ཕ་ཆེན་ལོག་འགྲོ་དགོས་ཡོད་དེ་འདྲའི་ནང་ལ་ཡིན་ངེས་མེད་མི་དྲུག་ཡོད་རེད་ཁོ་ཚོ་དེ་ཚོ་ཚང་མ་གཞུང་གི་ལས་བྱེད་པ་རྐྱང་རྐྱང་རེད། ད་ལྟ་གཞུང་ཨ་རིག་གི་སྤྱོད་འཐུས་བསྟན་འཛིན་རྗེས་མའི་དོན་ནང་ལ་ཡོད་རེད་ཨ་ནི་སྔོན་མ་ངོ་སོ་གཞུང་ཨ་རིག་གི་སྤྱོད་འཐུས་བྱེད་མཁན་ཁོང་དེ་ཡིན་པ་སྔོན་མ་གཞོན་ནུ་གི་ཚོགས་གཙོ་ཡིན་པ་གར་ཁོ་ལ་མིང་ད་ལྟ་མིང་དེ་ལང་སར་དྲན་གི་མི་འདུག་ཡ་ཡ་ད་ལྟ་མ་དྲན་ན་ཁེལ་མི་འདུག་ཁོ་ཚོ་མི་མགོ་དྲུག་ད་ནི་བཀའ་བཟོས་ཡོད་རེད་བཀའ་བསོད་ཡོད་རེད་སྤྱོད་བསོད་ཡོད་རེད་ཁོ་ཚོ་མི་མགོ་དྲུག་ཅིག་གིས་བོད་པ་རེད་ད་ཚོ་ཚང་མ་ཨ་ནི་དེ་ཚོ་བཀའ་ཤག་གིས་དེ་འདྲའི་གི་དགོངས་བཞེས་ཡོད་ན་དེ་མི་མང་ལ་གསར་བསྒྲགས་བྱེད་དགོས་རེད་མེད་ན་ད་གསར་བསྒྲགས་བྱེད་དགོས་རེད་མ་ཟད་སྔོན་མ་ཀྱི་བཀའ་ཤག་གིས་དེ་གི་ཐོག་སུ་ལ་སྐྱབས་མགོན་རིན་པོ་ཆེ་གིས་དྲི་བ་མེད་པའི་གི་བཀའ་གསལ་པོ་གནང་ཙང་ད་ལྟ་དྲི་བ་མི་འདུག་གསུངས་དང་དེ་དངོས་གནས་རེད་སྐུ་མདུན་གི་བཀའ་གནང་བཞིན་ཡོད་རེད་ང། ལོ་བརྒྱ་སྤྱོད་བྱ་རྒོད་ལ་བསླབ་བསྡུ་ཡོད་རེད་དེ། ཡིན་ན་ད་ལོ་སྔར་གྱི་ང་སྦྲང་མི་འདུག་བ་ངའི་གདོང་པ་ལ་ལྟོས་དང། ངའི་སོ་སྐྱེས་བུད་མེད། ངའི་ཨ་མས་གསོས་རིན་གནང་བཞིན་པ་དུང་སོ་དཀར་པོ་དེ་བསྡད་ཡོད་དང་ཟེར་ཏེ་བརྡ་ག་རེ་བཏོན་སོང་དེ་སོགས་བརྡ་ཐུབ་སོགས་ཚང་མ་ལ་རྩིས་མེད་བཏང་ནས་ད་དཔེ་ཆ་ཕྲན་བུ་ཡིན་ན་རེད་རྒྱ་མིས་གུང་ཁྲན་གྱི་ད་དངོས་ཤུགས་རྒྱུན་སོང་ནས་གཞུང་རྩ་གཏོར་གཏོང་ཡག་གི་མིག་རྐྱང་པ་དང་མིག་གི་མདུན་ལ་ཀླད་དགུ་བར་དེ་རྣམ་པ་སོགས་ད་ལྟ་ཡང་མ་བཤད་ན་ཨ་ནི་ངོ་སོ་གཞུང་མ་ཨ་ཁ་ཟེར་དེ་ཁ་བ་རེད་ད་ང་རྒད་པོ་ཤི་རོ་ཤི་ན་སང་ནི་ཁོ་བྲན་རེད་ད་ང་ག་ཚད་བསྡད་ཡིན་བོད་སྤྱི་བ་རྩ་དོན་འདི་ལ་གཏད་སོ་ཅི་ཕན་ཐོགས་ཡག་གི་ཅི་རེ་བ་འདྲ་བ་ཅིག་འདུག་དེ་ཡིན་ཙང་ངས་རྒད་པོ་བཤད་དེ་ཡིན་མི་ད་ངས་བཤད་ཡག་གི་དུས་ཚོད་མ་རེད་ང་ཆུ་བཤད་ཡག་གི་དུས་ཚོད་རེད། སྡིག་སྤོང་དགེ་ཕྲུག་བཤད་ཡག་གི་དུས་ཚོད་རེད་ད་སྐྱ་འགོ་རིན་པོ་ཆེ་གར་སྣང་སོ་ད་མི་ཚང་མ་བསམ་པ་འདི་ནི་བྱམས་པ་དང་བརྩེ་བ། ཐུགས་ལ་ཡོངས་སུ་བསྐྱོད་དགོས་པ་གྱི་བཀའ་གནང་སོང་བའོ། དེའི་ཞལ་ལ་གཟུངས་སྐུ་རེ་སྟེ་ད་ཡིན་ན་སེམས་དཔའ་གི་མ་བཟོད་དེ་ཤེས་དང་རྣམ་པ་སོང་ཡང། ཐུགས་ལ་གསོན་པོ་མ་གནང་རོགས་ཞེས་དེ་གིས་ཆེན་པོ་གཅིག་དུས་ཚིགས་ཏག་ཏག་ལ་ཡང་བསླབ་བདེ་བྱ་དགོས་སོ་དེ་སོགས་རྙོག་མ་གཏིང་ལོང་རང་འཇགས་བྱས་ཡོང་གི་འདུག་འོ་དེ་ཡིན་ཙང་རྣམ་པ་སོ་གཟིགས་མི་སྲིད་ངོ་སོ། རྩ་འཛུགས་དེ་གུ་གུ་རེད་ད་རྣམ་པ་སོང་བོད་གཞུང་གི་སྒྲིག་འཛུགས་དེ་མེད་ས་ནི་ངོ་སོ་ཚ་རེད་འོ་སྒྲིག་འཛུགས་དེ་རྟོགས་ཡག་གི་བཅུ་བརྒྱ་དགོས་བར་མི་ཚ་བཅུ་དུས། གྲོས་ཚུགས་ཡོད་ན་རེད་མེད་ན་རེད་གང་ཡང་ཡོད་མ་རེད་ངོ་སོ་མི་མང་གི་དམངས་གཙོ་འགྲོ་སྟངས་བཤད་ཆོག་གི་རེད། བ་དགའི་ཚོགས་ཆུང་བཙུགས་ཆོག་གི་རེད་ཚོགས་ཆུང་བཙུགས་ནས་གཞུང་གི་ཐག་གཅོད་ཐོབ་གི་རེད་ཁོ་ཚོ་གས་བཤད་ཡ་མ་ཁོ་ཚོ་དེ་རྒྱུགས་ནས་གཞུང་གི་རྩ་གཏོར་གཏོང་ཡོང་གི་རེད་མི་མང་ཚང་མ་ཀླད་པ་འཁྲུགས་གཅིག་པ་སོ་མ་གཅིག་པ་བཟོ་གི་འདུག་ཨ། ཐ་ན་དགེ་འདུན་པ། ཨོ་ན་ཏྲམ་ནས་སྐྱེ་བོ་དམ་པ་ཐུགས་སོ་མ་གཅིག་པ་བཟོ་གི་འདུག་ཨ།

ད་འདྲའི་རྐྱེན་ཡོང་ས་རེད་ཨ་ནི་བོད་ཁ་བ་ཅན་གྱི་ཞིང་ཁང་དེ་ངོ་སོ་དྲན་གྱི་ཡོད་ན་ཨ་ནི་ངོ་སོ་ཚང་མ་གིས་ད་ལྟ་དུས་ཡག་པོ་ཅིག་ལ་སླེབས་འདུག་བཤད་ཤོད་ཨ་ཡིན་ཨ་ནི་ཐུགས་རྗེ་ཆེ་རིམ་པས་བསྡད་དེ་ངས་ཀློག་གི་ཡིན་དེ་རིང་དེ་ག་རང་ཡིན།